ཧོར་ལགས་སུ་ད་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་གྲངས་མེད་ཞུ་གི་ཡོད་འདུག་ད་དེ་རིང་མ་རྣམ་པ་ཚོ་ཚོགས་འདུ་ཚོགས་ཞོར་ནས་གཙོས་པའི་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་ཞུ་ཡས་ཆེ་ཡང་དེ་རིང་ངས་འདི་ནས་མ་ག་ཚོགས་ར་སྦྲེལ་ཁེ་ནི་ཁེ་གི་རྩོམ་ནང་བའི་ཨ་ནེ་གྲོགས་པོ་བྲིས་ནས་གཞན་ལ་ཤུགས་རྐྱེན་སྤྲོད་འདུག་ཟེར་ཡས་ཀི་ནང་ནས་གནས་ཚུལ་དེ་འདྲ་མ་འབུད་ཚུལ་ཅིག་ཞུ་ཆོག་པ་ཅིག་ཞུ་ཡས་ཡིན་ད་ཀ་ཚང་གཙོ་བོ་དེ་ག་རེ་ཞུས་པར་ཟེར་དུས

ཨ་ནི་གར་སོ་གོར་བས། མཚམས་རེ་ཁྱེད་རང་གི་ཐབས་ཇུས་ཅིག་རོལ་པ་དེ་གིས་སོ་སོ་རང་ཉིད་ལས་ངོ་ཚ་སྐྱེས་དགོས་ཡས་ཀྱི་གྲུབ་འབྲས་དེ་འདྲའི་དོན་སྲིད་ཀྱི་རེད་ཟེར་ཡས་དེ་དེ་རེད་ད་ཐབས་ལམ་ཅིག་གི་ངང་ནས་བཟུང་གི་ཡོད་རེད་ཐབས་ལམ་དེ་ག་རེ་རེད་ཟེར་དུས་ད་ང་རང་ཚོ་མི་གཅིག་གི་ཕ་རོགས་པོ་གི་བྱ་སྤྱོད་ཅིག་འགྱུར་བ་གཏང་དགོས་ན་འདི་ལ་ཡང་ཨ་ནི་ཐབས་ལམ་ག་འདྲ་ག་འདྲ་ཅིག་གཏོགས་རོལ་བ་དག་ན་ཞིག་མི་གཞན་པ་ཅིག་གི་ནོར་འཁྲུལ་ལ་སོགས་པའི་བྱ་བ་ཅིག་བྱས་པ་ཡིན་ན་དེ་ལས་ཡང་མི་གཞན་པའི་གནས་སྟངས་ལས་བལྟས་རྗེས་སོ་སོ་གི་མིས་བལྟས་ས་རུ་རང་བཞག་རང་བལྟ་ས་རུ་མི་བལྟས་རྗེས་ཨ་ནི། རྒྱབ་ལོག་གི་གནས་ཚུལ་ལས་སེམས་བློ་བཏང་ཐུབ་ཡས་ཀྱི་གོ་བའི་གནས་སྟངས་དེ་འདྲ་ཡོད་རེད་བྱས་རྗེས་གསུང་བའི་གཙོ་བོ་འདི་རེད་བྱས་ཙང་ད་དེའི་སྒང་ནས་ག་རེ་གསུང་གི་ཡོད་རེད་ཟེར་དུས་རྩ་བའི་ནང་ཁུལ་ནས་ཁྱེད་རང་ཚོ་ག་རེ་དྲན་པ་ཞིག་གོ་གི་ཡོད་རེད་ཟེར་ན། ང་གར་ཞིག་གོ་རེད་སྐབས་རེ་མི་ཞིག་དེ་ནོར་འགྲོ་གི་རེད་ད་ནོར་ཡས་ཞིག་དེ་ག་རེ་ན་ནོར་ཤོར་གི་རེད་པ་སྐད་ཆ་ཞིག་ན་ནོར་གསོད་གི་རེད་བྱ་བ་ཞིག་ན་ནོར་སྲིད་གི་རེད་དེ་ལ་སོགས་པའི་ནོར་བ་ག་རང་ཡོང་སྲིད་གི་རེད་ཡིན་པ་ཡིན་ན་ལས་ག་དུས་ཡིན་པ་ཡིན་ན་བས་ནོར་བ་དེ་ལ་ཡག་པས་ཁོ་བས་པར་གཅོག་གི་རེད་སྡུག་རི་ངན་ཚད་དེ་འདྲས་ལབ་རྒྱུ་ཡོད་མ་རེད་དེ་འདྲས་ལབ་པ་ཡིན་ན་ག་དུས་ཡིན་པ་ཡིན་ན་ག་རེ་བྱས་ར་ལྐུག་རྟགས་ཀྱི་བྱ་བ་ཅིག་ཆགས་ཀྱི་ཡོད་རེད་ཟེར་གྱི་ཡོད་རེད། བྱས་ཙང་དེའི་ཚབ་ལས་ཨན་འགོ་གཙོ་ལས་བསམ་ཤེས་བྱེད་ཐུབ་ཡོད་ཀྱི་འབད་བརྩོན་བྱུག་གོ་རེད། ཨོ་དེ་རེད་བྱས་ཙང་ག་རེ་བྱུག་གོ་རེད། ཨ་བཟོད་སྒོམ་བྱེད་ད་ག་ནང་བཞིན་ཁོ་ཚོ་གི་གནས་བབ་ཀྱི་སྒང་ནས་ཨ་ནི་དེ་བྱུག་གོ་རེད། དེ་ཡིན་དུས་དེ་གི་ག་རེ་ཡོད་རེད་ཟེར་ན་མི་གཞན་པ་ཅིག་གིས། བྱ་སྤྱོད་ག་འདྲ་ཞིག་ཡིན་པ་ཡིན་ན་དེ་རྒྱབ་ལོག་ནས་གནས་སྟངས་མང་པོ་ཞིག་ཡོད་དེ་བར་འགའ་ཤས་ཀྱི་དཔེ་བཤད་ན། སྙིང་རྗེ་རྐུ་མ་གོན་གྱི་ཡོད་རེད་འགའ་ཤས་ཀྱི་མི་བསད་ཀྱི་ཡོད་རེད་འགའ་ཤས་ཀྱི་བཙན་གཡེམ་བྱེད་ཀྱི་ཡོད་རེད་ཡིན་ན་གང་པོ་རྒྱབ་ལོག་དེ་ཅིག་དངོས་ཡོང་དུས་འགའ་ཤས་ག་རེ་ཡག་རྐུ་མ་གོས་གོས་ཀྱི་རྒྱབ་ལོག་གནས་ཚུལ་སྙིང་རྗེ་བོ་དེ་འདྲ་ཡོད་དེ་བ་འདུག་ག་དེ་འདྲ་ཡོད་དུས་ཨ་ནི་དེ་གར་བྱས་པར་ཟེར་དུས་སྡིག་གི་རྐྱེན་པས་ཨ་ནི་ག་བྱེད་དགོས་རེད་མི་འགའ་ཤས་སྙིང་རྗེ་ད་ག་ས་རྣམ་པ་ཚོ་གིས་དེ་འདྲ་སུ་རེད་བཤད་དེ་སྟངས་ཀྱི་བ་བོད་ནས་དེ་འདྲ་རྒན། རེད་འདུག་སིང་གེ་སི་ཡེ་གེ་ལ་དེ་གའི་བོད་ཀྱི་ཁྱིམ་ཚང་སློབ་གསོའི་ནང་ལོ་ལེགས་གསུང་གཅིག་འདུག་ག་དེའི་ནང་ལ་བེད་སྤྱད་བྱས་ན་ཨ་ཉི་མ་གཅིག་ཨ་ནི་རྒྱ་ནག་གི་ཚོང་ཁྱེར་ཅིག་ལ་ཡ་ཨ་གར་བྱས་པར་ཟེར་ན་སྤུ་གུ་དེ་གའི་ཨ་ནི་ཨ་མ་ཉམས་པོ་ཡོང་ཅིག་འགྲོ་ལོར་ཁ་ཟས་ར་རྒྱ་མི་གུང་མོ་རྒྱ་ལོར་ཅིག་ཁིར་བྱས་ཨ་ནི་ཤ་ཉོ་ག་ལས་པ་རེད་ཉྭ་ཤ་ལ་ག་ད་ཚོ་ག་ཅིག་འགྱུར་བ་བྱས་ཙང་ཡིན་དུས་ཨ་ནི་སྤུ་གུ་དེ་གའི་ཉྭ་ཤ་དེ་ལས་བྲེད་པས་ཉྭ་ཤ་དེ་ཚུགས་ལས་ཉྭ་ཤ་ལས་གོང་མ་ཞིབ་འཇུག་བྱས་རྗེས།

ཨ་ནི་སང་ཉིན་དེའི་ཁོག་ཚུར་སླེབས་རྗེས་ཕ་མ་དེ་ཡང་འགྲོ་དགོང་མོ་རྒྱ་ཅིག་ཁེལ་རྗེས་ཨ་ནི་གད་ལ་དགོང་དག་ཐུག་སྟེ་ད་ག་ས་ངས་ནོར་ཤ་བྱས་པར་ད་ག་རེ་ནོར་ཤ་ཟེར་ཏེ་ནོར་ཡས་དེ་ག་རེ་བྱས་པར་ཟེར་དུས་ཁ་སང་པའི་ཤ་དེ་རྫུན་མ་རེད། ཨ་དེ་ཡིན་དུས། ག་རེ་བྱས་ནས་ངས་རྫུན་མ་སྤྲད་པ་ཡིན་ཅེས་ཀྱི་སྐད་ཆ་དེ་གི་རྒྱབ་ལོག་ནས་ཨ་ནི་ག་རེ་སླེབས་པར་ཟེར་དུས། ཨ་ནི་ངའི་ཨ་མ་ནག་དེ་གི་ཡོད་ནག་གི་ཡོད་རེད་ཨ་ནི་སྨན་བཅོས་བྱེད་ལ་ང་པའི་ཤ་དགོས་ཀྱི་འདུག་ཨ་ནི་ངའི་ཨ་མ་སྔོན་མ་པའི་ཤ་དེ་མི་གཞན་པས་སྤྲད་རྒྱུ་རེད་པའི་ཤ་རྫུན་མ་དེ་ཡིན་པ་ཡིན་ན་ཨ་མ་གི་རྩ་བ་ཉིད་ནས་བེད་སྤྱོད་བཏང་དུ་འཇུག་གི་མི་འདུག་ཨ་ནི་ངའི་ཁ་སང་རྐུ་མ་བརྒྱབ་ཅིང་སྲག་ཏུ་རྐུ་མ་བརྒྱབ་ཅིང་ངའི་དོགས་གཞི་ཁྱེད་རང་ལས་སྤྲད་པ་ཡིན་ཡིན་པ་ཡིན་ན་ངའི་ཨ་མ་དྲིན་ཆེན་གི་དེ་ང་ཁྱོད་ནས་བྱས་ན་འགྲིག་གི་མ་རེད་ལབ་ཀྱི་འདུག་ཨ་ནི་ང་ག་རེ་བྱས་པ་རེད་ངའི་དགོངས་དག་ཐུགས་དེ་ད་ཁ་སང་རྫུན་མ་དེ་ཚུར་སྤྲད་རོགས་ཞེས་ངའི་རྒྱ་ལོར་ག་ཟེར་དེ་རིང་གི་དཔེ་ཆ་ཁ་ཚང་ཉག་ཤག་དེ་དཔེ་ཆ་ངོ་མ་དེ་འདི་ཡིན་ཟེར་བྲེལ་སོང་བྱས་པ་རེད་བྱས་ཙང་ད་ལྟ་སྤོ་སྒུག་དེ་གའི་དངོས་གནས་ཀྱི་བྱེད་དགོས་ཡག་གི་གནས་ཚུལ་འདུག་པ་དེ་གར་བྱས་པར་སྲིད་དུས་ཁོས་ཉག་ཤག་དེ་ལ་ཚུར་ཉོས་ཡས་ལ་དཔེ་ཆ་རྫུན་མ་སྤྲད་པ་རེད་བ། བྱས་ཙང་ཁོ་སྤྲད་དགོས་ཡག་གི་རྒྱབ་ལོག་གནས་ཚུལ་ཞིག་འདུག་བ་འོ་དེ་རེད་མི་ག་ཤེད་ནོར་བ་ཡིན་ན་ཁོ་སྡུག་ཅག་རེད་ཟེར་ཙམ་མ་ཡིན་པ་རྒྱབ་ལོག་ནས་མགོ་འཚོས་བ་གོ་བ་རེད་མི་རེ་རེ་ལས་རྒྱབ་ལོགས་ནས་གནས་ཚུལ་ག་རེ་ན་ཡོད་རེད་བྱས་ཙང་ང་རང་ཚོ་ཚང་མ་ལས་ག་རེ་ཡོད་རེད་ཟེར་ན་སོ་སོ་གི་མིག་གིས་མ་མཐོང་པ་རྣ་བས་མི་ལྟོས་པའི་གནས་ཚུལ་འགའ་ཤས་ག་རེ་ཡོད་རེད་ཟེར་ན་རྒྱབ་ལོགས་ལ་ཡོད་སྡད་པ་མ་མཐོང་ཟེར་ན་མེད་པ་མེད་ཟེར་བཞོ་རེད་པ་དེ་འདྲས་ཡོད་སྡད་པ་བྱས་ཙང་དེའི་རྒྱབ་ལོགས་ནས་ག་རེ་ལབ་རེད་རྗེས་ལི་ཤཱ་ཙོང་ཁའི་ཁོ་རང་ག་ཡང་ཉག་ཤཱ་ཙོང་ཁའི་དེ་ཡང་བསམ་བློ་རྦད་དུ་བསྒྱུར་བྱས་ཁོ་ཚོང་ཡང་སྔོན་ལ་ཡག་སུ་ཕྱིན་སོང་ག་རེ་བཞིན་ཕྱིན་པ་རེད་ཟེར་དུས་ཁོས་ག་བྱས་པ་རེད་ཟེར་ན་ནམ་གུས་ཁོ་ཡང་ཤཱ་རྫུན་མ་ཙོང་དང་ཉག་ཤཱ་ག་རེ་ཙོང་གི་ཡོད་རེད་ཟེར་ན་ཉག་ཤཱ་ལ་ཁབ་སྐྱབས་ཅིག་ཙོང་གི་ཡོད་རེད་ཡིན་པ་ཡིན་ན་རྗེས་ལི་སྤུ་གུ་དེ་དང་ཨ་མ་དེ་གིས་མཁར་བཙུགས་པར་བསམ་བློའི་འཁྱེར་སོ་ཡང་མེད་ན་སྙིང་རྗེའི་གནས་དང། སོ་སོ་ཐབས་སྐྱོ་བའི་གནས་སྟངས་འདི་འདྲའི་འོག་ནས་ཡང་མིག་གིས་བསམ་བློའི་འདུ་ཤེས་དྲང་བདེན་གྱི་འདུ་ཤེས་ཡོད་པའི་ཚོར་བ་ཅིག་གི་འོག་ནས་བྱ་བ་ལག་ལེན་དངོས་ཀྱི་ངང་ནས་དེ་འདྲ་བྱས་ཡོང་དུས་ཁོས་ཡང་ཉི་མ་དེ་ཉིད་ནས་བཟུང་སྟེ་ཁོའི་ཤ་དེ་ཚང་མ་ཉྭ་ཤ་རྫུན་མ་ཚང་མ་བཡུག་རྗེས་དེ་ནས་དབུས་སུ་ཉྭ་ཤ་ངོ་མ་བཙོངས་པ་རེད་ཟེར་ཅེས་གཏམ་རྒྱུད་དེ་འདྲ་ཞིག་འདུག་བ་བྱས་ཙང་འདི་འདྲ་བོ་མཁར་བྱང་སླེབས་ཀྱི་ཡོད་རེད་ཟེར་ན། ང་རང་ཚོ་སྤྱི་ཚོགས་ཀྱི་གནས་བབ་ཅིག་གི་སྒང་ནས་བལྟས་ཡོང་དུས་ཨ་ནི་བསམ་བློ་དེ་ཚོ་བྲལ་ཏེ་ཨ་ནི་རྒྱབ་ལོག་ནས་གནས་ཚུལ་དེ་ཧ་གོ་བ་ཇི་ཡིན་ཟེར་གི་གནས་སྟངས་དེ་འདྲ་རེད་བྱས་ཙང་ཀ་དེ་འདྲ་ཡིན་དུས་ཨ་ནི་ག་རེ་བྱེད་གི་ཡོད་ཟེར་ན་མིའི་ཕ་རོལ་པོ་ལ་དེ་འདྲས་བྱེད་མཁན་ཅིག་གི་རྒྱབ་ལོག་གནས་ཚུལ་ཧ་མ་གོ་ན་ཨ་ནི་ག་རེ་བྱེད་གི་ཡོད་ཟེར་ན་འཁོན་འཛིང་ཆེ་ག་རེ་ཡིན་ན་ཡོང་གི་རེད་དེའི་དབང་གིས་ཨ་ནི་ག་རེ་བྱེད་གི་རེད་མི་དང་མི་གི་འབྲེལ་བ་གི་ཆ་ནས་ག་རེ་ཡིན་པ་ཡིན་ན་ལས་ཉིན་རྗེས་མི་ཅིག་གི་བྱ་བ་ང་རང་ཚོ་བྱ་བ་ང་རང་ཚོ་བཤད་སྟངས་ལས་ཤ་ཤ་ན་འཕེན་བྱེད་དགེ་བས་འཕེན་ཀྱང་རྫོགས་བྱེད་མི་དགེ་བས་རྫོགས་པ་ཞེས་དང། ཡང་ག་རེ་རེད། འཕེན་བྱེད་མི་དགེ་བས་འཕེན་ཀྱང་རྫོགས་བྱེད་དགེ་བས་རྫོགས་པ་ཞེས་བསྡུ་བ་ཀུན་སློང་གི་སྒང་ནས་ཞེ་སྡང་གི་ཆ་ནས་དེ་འདྲས་ཡོད་དེ་བར་པ་བྱས་ཙང་ཁོ་ཚོ་གི་ཡིན་ན་ལས་ཀུན་སློང་ག་རེ་ཡིན་ན་ཡོད་དེ་གོ་རེ་བྱས་ཙང་ཀ་དེ་འདྲས་ཡིན་དུས། དེ་འདྲས་བྱས་རྗེས་ཨ་ནི་ཁྱེད་རང་གར་ཕྱིན་གོ་རེ་ཟེར་ན། མིག་གིས་བྲལ་བ་ཞིག་དང་གིས་དེ་སླེབས་ཡོང་གི་རེད་ཞེས་བྱས། དེ་རེད་བྱས་ཙང་ཀ་དེའི་ནང་ལས་གར་བྱེད་དགོས་བར་ཟེར་དུས་མི་སུ་དང་སུ་ཡིན་ན་ལས་ཁྱེད་རང་གི་ཡིན་པ་ཡིན་ན་ལས་མི་དང་མིའི་བར་གྱི་འབྲེལ་ལམ་གྱི་རྩ་བ་ཚུགས་ས་དེ་ག་རེ་རེད་ཟེར་ན་མི་གཞན་པའི་གནས་སྟངས་ཀྱི་སྒང་ནས་ལྟ་ཐུབ་བ་ཅིག་རེད་བ་ཡང་མེད་ན་མི་གཞན་པའི་མིག་གི་ནང་ནས་ཚུལ་སོ་སོ་ལས་ལྟ་ཐུབ་བའི་བསམ་བློ་ཁེལ་སྟངས་འདི་དགོས་གི་བ་རེད། དེ་གིས་གར་བྱེད་དགོས་བར་ཟེར་ན་པས་མི་ཚེ་རེའི་མི་ཚེའི་ནང་ལོགས་ལས་མི་དང་མིའི་བར་གྱི་འབྲེལ་ལམ་གྱི་སྒང་ནས་ཕན་ཐོགས་པོ་ཞོག་བརྗོད་ཡོད་རེད་ཟེར་ཅེས་གནས་སྟངས་དེ་རེད་བྱས་ཙང་ད་འདིའི་ནང་ནས། ག་རེ་རེད་ཟེར་ན་བཟའ་ཚང་གི་འབྲེལ་བའི་སྐོར་ནས་གཅིག་བཤད་བཞག་པ་ཡིན་ན། ཨ་གཅིག་འདུག་ད་སེམས་ཟེར་གྱི་འདུག་ནེའུ་ཡོག་ནས་རེད་བཤད་བྱས་ཙང་ཁོ་རང་གི་གཏམ་རྒྱུད་ཅིག་གྱར་བྱས་དེའི་ནང་གསུང་གི་འདུག་ད་དེ་ཞིབ་ཕྲ་ཁོ་རང་མེད་པ་བྱས་ཞུ་མ་གོ་བ་བྱས་ན་འདི་གི་སྙིང་པོ་རོ་གཅིག་ག་རེ་གསུང་གི་ཡོད་རེད་ཟེར་དུས། ད་ཁོ་རང་བྱས་བྱས་ན་སྐྱིད་མེད་ནམ་དགོས་ནས་ག་རེ་བྱེད་གི་ཡོད་རེད་ཟེར་དུས། ད་ཅིག་ལས་ཀ་གྲོལ་བྱས་ལ་ཙག་ང་ཚོ་གིས་ད་དེ་ཚོ་ལ་ཡབ་དགའ་ཟེར་གི་རོ་པ་ཡང་མེད་ན་ང་རང་ཚོ་ཡོད་ན་ཡབ་དགའ་ཟེར་གི་རོ་ཡང་མེད་ན་རྒྱ་ར་ཕྱི་ལོག་གི་ས་ཆ་དེ་ཚོ་ལ་སྤང་དེ་འདྲ་ཡོད་རོ་པ་ཨོ་སྤང་ཁ་དེ་ཚོ་གཙང་མ་འགྲོ་བཟོས་ཨ་ནི་དེ་འདྲའི་བྱས་བྱས་ད་གཙང་ངན་དེ་ཚོ་ལྐོག་དེ་འདྲ་བཞིན་འདེགས་ཡོད་ཟིན་པ་ཡིན་ན་ད་ཁྱོ་ག་གི་ནམ་གུས་ནི་ཁྱོད་ནི་ད་ཀ་སྐྱིད་མེད་བསྡད་མ་ཚུགས་ཡི་ཟེར་བཞིན་ང་ཚོ་སྐད་བྱས་ཡོད་རོ་པ་རྟག་པ་ཚ་ག་ཚ་ཙག་ག་ཚི་ཚི་བ་ལ་མེ་ལ་བྱས་བསྡད་གི་འདུག་ཟེར་གི་གང་ད་བསམ་བློ་གི་ཁེལ་སྟངས་ཟེར་ན་འདྲ་ངོས་འཛིན་བྱེད་སྟངས་ཟེར་ན་འདྲ་སྐད་ཆ་ནི་བཤད་སྟངས་དེ་འདྲ་ཡོད་དུས་ཕྱོགས་ག་ནས་ཡིན་ན་ལ་དེ་ཡག་པོ་རྩ་བ་ཉིད་ནས་ག་འདྲ་ཡོང་གི་མེད་པ་ཞིག་རེད་བ། དེའི་དབང་གིས་ཟས་གཙང་གི་བར་གྱི་འབྲེལ་བ་དེ་ཡང་བྱ་འཆར་མེད་པ་ཞིག་གར་ཟས་སྐྱེ་མེད་ཀྱི་ངོས་ནས་ཕྱེ་བ་ཡིན་ན་དངོས་འབྲེལ་གྱི་ཕྱི་རྒྱལ་དེ་ཚོ་མང་ཅིག་ལ་ག་རེ་ཡོད་ཟེར་ན། ཕྱི་ལོག་གི་རྩྭ་དང་ཀོ་ཡེ་གི་ལས་ཀ་མང་ཅིག་བོད་ཀྱི་བྱེད་ཀྱི་འདུག་བ། རང་བཞིན་ཆགས་བསྡད་ཡོད་རེད་ད་ཡིན་ན་སྐྱེ་མེད་དེ་འདྲས་བྱས་ཡོད་འདུག་ད་དེ་ལ་ཡང། ཁྱོ་ག་གིས་དེ་ལ་ཡང་བསམ་ཤེས་དང་ང་རང་ཚོ་ཡིན་པ་ན་ཐུགས་རྗེ་ལེགས་གསོལ་འདྲ་བོ་ཅིག་ཨ་དེ་པས་ཡག་པོ་བྱོས་ཐུགས་ཆེ་ཟས་ཀྱི་ཚབ་ལ་ཨ་འདི་འདྲས་འདྲ་བོ་བཤད་ཡོང་དུས་དེ་འདྲས་ག་ང་ཅིག་བྲིས་འདུག་བ། བྱས་ཙང་འདི་འདྲས་བྱས་ཀྱང་ནི་ཁོས་ཉི་མ་གཅིག།

གར་བྱེད་གོ་རེ་ཟེར་ན་ཁྱེད་རང་ང་རང་ཚོ་གི་མཉམ་ལས་ཀྱི་སྒང་ནས་བཤད་ཡས་ཀྱི་གནས་སྟངས་ཟེར་བཤད་པ་ཡིན་ན་ལས་གར་བྱེད་གོ་རེ་ཟེར་དུས་དང་པོ་སྐད་ཆ་བཤད་དུས་ཙང་ནས་མི་གཅིག་གིས་ཕ་རོལ་པོ་སྐད་ཆ་བཤད་པའི་སྒང་ན་གར་བྱེད་གོ་རེ་ཟེར་ན་ག་དུས་ཡིན་ན་མི་གཞན་པ་གིས་བཤད་པའི་སྐད་ཆ་དེ་ཡང་ཕ་རོལ་པོ་ངོས་ནས་གལ་ཆེན་པོ་ཡིན་པ་ཞིག་ངོས་འཛིན་བྱེད་ཐུབ་པ་ཞིག་གོ་དགོས་པ་རེད། དེ་གོས་སྐད་ཆ་ཆོག་ཅི་ཡང་མི་འདུག་བཞག་བཞག་པ་ཡིན་ན། ཨ་ནི་ཁྱེད་རང་གི་སྐད་ཆ་དེ་ལ་རིན་ཐང་བརྩི་གི་མ་རེད་གུས་ཞབས་བརྩི་གི་མ་རེད་འདུ་ཤེས་ཡག་པོ་ཞིག་སླེབས་གི་མ་རེད་པ། ཡིན་པ་ཡིན་ན་ལས། ཁོ་རང་གིས་བཤད་པའི་སྐད་ཆ་དེ་གལ་ཆེན་པོ་བརྩི་གི་ཡོད་རེད་བརྩི་དགོས་གི་ཡོད་རེད་ད་ག་ནང་བཞིན་སོ་སོ་གིས་བཤད་པ་དེ་ཡང་སོ་སོ་གི་སྒང་ནས་རིན་ཐང་ཅིག་ཡོད་བསམ་ནས་བཤད་གི་ཡོད་དུས། ཨ་ནི་གཉིས་ཀ་ལས་རིན་ཐང་དེ་གཅིག་པ་རུ་བ། བྱས་ཙང་ཀ། འདི་འདྲའི་གི་འདུ་ཤེས་བཞག་ཅེས་སྐད་ཆ་བཤད་འདུ་ཤེས་ཀྱི་བཞག་ཅེས་ཕར་ཚུར་འབྲེལ་ལམ་བྱས་བ་ཡིན་ན་ག་དུས་ཡིན་ན་ལས་ག་རེ་ཡོད་ཟེར་ན་ཡག་པོ་ཡོད་རེད་ད་ག་ནང་བཞིན་མི་གཞན་པའི་སྐད་ཆ་བཤད་དུས་ཡིན་པ་ཡིན་ན་ལས་དེ་ལས་ཡག་བྱས་ཙང་ཁ་ཚང་བཤད་བ་ནང་བཞིན་དྲི་བ་བཏང་ཡས་ནས་གསོལ་བས་ལ་སོགས་པས་ཨ་ནི་མིའི་ཕ་རོལ་བོ་དེ་ལས་ཡག་ག་དུས་ཡིན་པ་ཡིན་ན་ལས་དེ་བྱེད་དགོས་ཞེས་ག་རེ་བཟོ་དགོས་རེད་བས།

རུ་བ། ཨ་ནི་ཁ་ཟས། དོན་གྱིས་དོ་ཁ་རང་གི་སྙིང་དུ་ཞོག་གསུངས་པ་རེད་འོ་ད་མི་གཞན་པ་ཅིག་བྱ་བ་ཅིག་གྲུབ་གོ་བྱེད་དུ་བཅུག་འོ་ན་ལམ་སང་པས་ཁྱོད་རང་འགྲིག་གི་ཡོད་ར་ཡོད་མ་རེད་ང་ཁ་ཤོ་པ་ཡིན་ཟེར་དེ་མ་རེད་དེ་རེད་ད། འོ་དེ་རེད། མི་སེམས་འཛིན་པའི་སྐད་ཆ་ཤོད་གིན་སོང་དེ་གསུངས་གི་འདུག་བ། འོ་དེ་རེད། རང་དོན་སྒྲོག་པའི་ཇུས་ཆ་གཏོང་གིན་སོང། སྟོང་པ་ཁ་ཡིས་ཁེངས་པའི་དོན་རྩ་རླུང། དེ་འདྲིའི་ཐབས་ལ་སྨྲ་ས་བཟུང་བ་དགའ། ད་གཞན་པ་བྱ་བ་ཅིག་བྱེད་དུ་བཅུག་དགོས་ན་ཁྱོད་རང་གི་འདོད་དོན་ཅིག་སྒྲུབ་དགོས་ཀྱི་ཡོད་ན་དེ་ག་རེ་མི་ཤེས་པར་བེད་སྤྱོད་བཏང་ནས་ཟེར་གྱི་ཡོད་མ་རེད་ད་ཐུན་མོང་གི་བྱེད་དུས་སྨྲ་ས་བཟུང་ན་ག་རེ་ཡོད་རེད་ཟེར་ན་དགའ་ཡོད་རེད། སྨྲ་ས་བཟུང་བའི་མིང་ལ་མི་ལ་དགའ་མཁན་མང། རེད་བ། དེ་འདྲའི་མི་ལ་ཡིད་ནས་ཕན་མཁན་མང། འོ་ད་ག་རེ་བྱེད་ཀྱི་ཡོད་ཟེར་ན་སྨྲ་ས་ཟིན་གྱི་བདེན་མཁན་གྱི་མི་དེ་ལ་ག་རེ་ཡོད་རེད་ཟེར་ན་མང་གི་དགའ་མཁན་ཡང་མང་ཡོད་རེད་ལ་དེ་འདྲ་བའི་མི་ལ་ཨ་ནི་ག་རེ་རེད་སེམས་གཏིང་ནས་ཕན་པ་བྱེད་མཁན་ཡང་མང་ཡོད་རེད། ད་ཀྱིས་ག་རེ་རེད་ཟེར་དུས་ང་ཚོ་གིས་ཁ་ཆེ་ཕ་ལོས་ལབ་ཀྱང་བོད་པའི་རིག་གཞུང་གི་དཀྱིལ་ལས་ཐིམ་པའི་བསམ་བློ་ཞིག་དེའི་ནང་ལས་ཡོད་བསྡད་པ་རེད་འོ་བྱས་ཙང་ད་འདི་དང་འདི་ཚོ་འདྲ་བོ་རེད་འདུག་བ་གཅིག་བར་གྱི་ཆ་ནས་འགྲོ་གི་འདུག་བ། འོ་བྱས་བྱས་དེ་བྱས་ཙང་ག་ཟེར་དགོས་རེད་བས་འདི་ཚོ་གི་ནང་ལས་ཡོང་གི་རེད་ད་ག་ནང་བཞིན་ག་རེ་ཟེར་གི་བར་ཟེར་ན་མི་ཚོ་བྱ་ཅང་ལོངས་སྤྱོད་ངང་ལ་འགྲོ་འདིར་བཞུགས་འདིར་བྱོན་ཟེར་མཁན་མང་པོ་ཡོང། འོ་ད་དེ་རེད། ད་དེ་འདྲ་ཡིན་དུས་དེ་ཚོའི་གྲས་དེ་ག་རེ་ཡོད་ཟེར་ན་ང་རང་ཚོ་གར་སོ་བར་བའི་བསམ་བློའི་ནང་ལོགས་ལས་འཁྱེར་སྟངས་དེ་དེ་འདྲ་ཞིག་དགོས་ཀྱི་ཡོད་རེད་ད་དམའ་ས་བཟུང་ནས་ཅིག་བྱེད་ཅིག་ག་རེ་ཟེར་དམའ་ས་བཟུང་ཟེར་དུས་ཁོམ་ནས་བསྡད་སྲིད་ཀྱི་ཡོད་མ་རེད་པ་དམའ་ཐ་ས་ནས་མི་གཞན་པ་གི་ལས་བསམ་བློ་བཏང་ཐུབ་བ་ཞིག་མི་གཞན་པ་གི་ཁྱེད་རང་གི་ག་ཚོད་གལ་ཆེན་པོ་ཡིན་ན་མི་ཕར་རོ་བར་བའི་དང་གལ་ཆེན་པོ་རང་བཞིན་གྱི་ཆགས་ཀྱི་ཡོད་དུས་འོ་དེ་ངོ་རྒོལ་ཚོད་པའི་ཐོག་ནས་བྱས་པ་ཡིན་ན་ཨ་ནི་སོ་སོ་རང་ཉིད་ཀྱི་དོན་དག་སྒྲུབ་ཡོད་ལས་ཡིན་པ་ཡིན་ན་ཁྱེད་རང་ལས་དགའ་པོ་བྱེད་མཁན་མང་པོ་ཡོང་གི་ཡོད་པ་དགའ་མགུ་བྱེད་མཁན་དང་ཡིད་ཆེས་བྱེད་མཁན་མང་པོ་ཡོད་དུས་སེམས་གཏིང་ནས་ཁྱེད་རང་ལ་ཕན་པ་བྱེད་མཁན་དེ་བྱེད་དུས་ག་རེ་རེད་ཨ་ནི་དབྱིན་ཇི་གི་སྒང་ལ་བཤད་ན Leverage ཟེར་དེ་རེད་ག་རེ་རེད་སོ་སོར་ཤུགས་རྐྱེན་བསྐྲུན་པ་ཟེར་ཤུགས་རྐྱེན་དེ་སླེབས་ཀྱི་ཡོད་ཨ་ནི་ག་རེ་ཡག་རེད་སོ་སོ་ལ་གྲོགས་པོ་མང་པོ་འབྲེལ་ལམ་མང་པོ་ཡིད་ཆེས་བྱེད་མཁན་མང་པོ་ཡོད་དུས་ཐུན་མོང་གི་ལས་ཀ་བྱེད་མཁན་ཡིན་ན་རེད་སྒེར་གྱི་དོན་དག་སྒྲུབ་མཁན་ཡིན་ན་རེད་ད་ག་ནང་བཞིན་ག་འདྲ་ཞིག་ལ་ལས་ཀ་བྱེད་པ་ཡིན་ན་མཁོ་ཐུན་མོང་གི་ལས་ཞིག་ག་ཚོགས་ར་ནུས་པ་ཆེད་རང་ཞིག་གི་དོན་ཡོང་དགོས་ར་བ་འོ་བྱས་ཙང་ཀ་དེ་འདྲ་གི་སྒང་ནས་ཡོད་བསྡད་པ་རེད་ཤག་བྱས་ཙང་དེ་ཡིན་དུས་ང་རང་ཚོ་གི་བསམ་བློའི་ནང་ལོག་ནས་འཁེར་སྟངས་བསམ་བློ་གི་འཁེར་སྟངས་འདི་དགོས་གནས་བབ་ཅིག་རེད། ད་ག་ནང་ཞིག་དེའི་ནང་ལ་ཡང་ཁོང་རང་གི་རྩོམ་པོ་པོ་དེ་གིས་ག་རེ་གསུངས་ཡོང་བ་ཟེར་ན་ཁོང་རང་སྔོན་མ་གཏམ་རྒྱུད་ཅིག་དང་སྦྱར་བྱས་གསུངས་གི་འདུག་བྱས་ཙང་སྤུ་གུག་གིས་ག་རེ་བྱས་ན་གླིང་གི་ནང་ལ་མེ་བཏང་བྱས་གླིང་ག་དེ་འདྲ་ཡོད་རེད་པ་འོ་གླིང་གི་ནང་ལ་མེ་བཏང་སྤུ་གུག་རྩེད་མོ་རྩེད་བྱས་ད་གླིང་ག་ནང་ལ་མེ་བཏང་ན

ཨ་ནེ་ཉེན་རྟོག་པ་ཏཱ་ལི་ཞོན་འགྲོ་མགོན་སྐོར་སྐྱོད་བྱེད་ཀྱི་འདུག་ཁོ་རང་ལ་སྤུ་གུ་མེད་བཏང་གི་འདུག་དེ་མེད་ཞོར་ལ་ཉེན་ཁ་ཡོད་ཟེར་དུས་དེ་ངའི་ཁྱབ་ཁོངས་དུ་མ་རེད་ངས་ཇུས་གཏོགས་བྱེད་སའི་ཁྱབ་ཁོངས་དུ་མ་རེད་ལབ་སོང་བྱས་ཙང་ཁོ་རང་བར་བྱིན་རྗེས་སྤུ་གུ་དེ་ཚོར་བཀའ་རྒྱུད་བསྐྱངས་བྱས་པས་དེ་འདྲ་བྱས་འདྲ་འགྲིག་གི་མ་རེད་ད་ཅི་ཡོད་དུས་སྤུ་གུ་དེ་ཚོ་ཉན་ཡས་ཉན་སོང་སྟེ་ཉན་ཡས་དེ་ཨ་ནེ་སེམས་ནང་ལས་མ་དགའ་བའི་ཐོག་ནས་ཉན་པའི་ནད་བསམ་བློ་ཞིག་སླེབས་སོང་ད་དེ་ངོ་མ་གལ་ཆེན་པོ་བྱུང་ད་ཡིན་ནའི་ད་རྗེས་ལས་ཁོ་རང་གི་དངོས་གནས་ཀྱི་བསམ་བློ་ཞིབ་ཕྲ་ཞིག་བཏང་དགོས་ན་སྐབས་ལ་ད་དངོས་གནས་ཀྱི་ཤེས་བྱ་དེ་གར་བྱ་དགོས་བར་སྲིད་ན་ཨ་ནི་གཏམ་རྒྱུད་དེའི་ནང་ལ་ཁོ་རང་གར་ཚུད་དགོས་བར་སྲིད་དུས་དངོས་གནས་བྱས་ན། ཨོ། ཁོ་རང་ཡར་ཕྱིན་རྗེས་སྤུ་གུ་དེ་ཚོ་ལ་ཨོ། ཁྱེད་རང་ཚོ་སྐྱིད་པོ་འགྲོ་བཞིན་འདུག་བས་དེའི་ནང་ལས་ཨོ་ཁྱེད་རང་ཚོ་རྣམ་པ་སྐྱིད་པོ་འདུག་ཨ་ནི་ཁ་ལག་གྲོགས་བཟོ་གི་ཡོད་བས་རེད་པ། བྱས་ཙང་ང་ཅུང་ཆུང་སྐབས་ལས་ཡིན་པ་ཡིན་ན་ལས་ང་ཡང་ཁྱེད་རང་དྲུང་ན་ད་དགའ་པོ་ཡོད། ད་ཡིན་པ་ཡིན་ན་ལེ་ཨ་ནི་ཁྱེད་རང་ཚོ་འདི་འདྲའི་བྱས་རྗེས་འདིའི་ནང་ལས་མེད་བཏང་པ་ཡིན་ན་ཨ་ནི་ཁོར་ཡུག་དེ་ཚོ་ཚིག་འགྲོ་གི་རེད་ཁོར་ཡུག་དེ་ཚོ་ཚིག་ན་ཨ་ནི་ཁོར་ཡུག་ག་ཚོ་བ་རེད་ཁྱེད་རང་ཚོ་ཡང་དཀའ་ངལ་འཕྲད་གི་རེད་བྱས་རྗེས་མདོར་ན་ཕྱོགས་གཉིས་ཀ་ཡང་སྐད་ཆ་གོ་སྙན་པོ་འདྲ་བོ་ཅིག་བཤད་རྗེས་དེ་འདྲས་བྱས་ཡོང་དུས་ཨ་ནི་ག་རེ་བྱེད་གི་ཡོད་རེད་ཟེར་དུས། མཐའ་མ་དེ་ཨ་ནི་སྤུ་གུ་དེ་ཚོས་ཡང་ཉན་པ་ཅིག་བྱེད་དེ་འདྲ་ཡིན་དུས་གར་བྱས་པར་ཟེར་དུས་ཨ་ནི་སྤུ་གུ་དེ་ཚོ་གིས་ཁྱེད་རང་ལ་གཞོགས་འདེགས་ཡོང་བ་ཡང་མེད་ན་གྲུབ་འབྲས་ངོ་མཚར་སྐྱེ་དགོས་པ་ཞིག་ཐོན་གི་ཡོད་བྱས་ཙང་སྤུ་གུ་གིས་གར་བྱས་པར་ཟེར་ཁྱོད་རས་བཤད་པའི་སྐད་ཆ་དེས་ཨ་ནི་སྤུ་གུ་ལས་གར་བཟོ་བར་འཁོན་འཛིང་མེད་པའི་ཐོག་ནས་ངན་ཡག་གི་བསམ་བློ་འོ་དེ་ཡོང་གི་ཡོད་བྱས་ཙང་ག་བསམ་བློ་ཞིག་བཏང་ད་སྔོན་ལས་བཤད་བྱས་དེ་འདྲ་བྱས་འདྲ་འགྲིག་གི་མ་རེད་ད་ཟེར་ཅིག་ད་སྤུ་གུ་ཚོས་ཚོར་སྐད་ཆ་སྙན་པོ་བཤད་བྱས་དེ་བྱ་བ་ག་ཡེ་དེ་དམིགས་ཡུལ་གཅིག་རེད་བ་ག་རེ་རེད་ཟེར་ན་དམིགས་ཡུལ་གྱི་ཆ་ནས་མེད་ག་ཡེ་དེ་རེད་བ། ཡིན་ན་ལས་དམིགས་ཡུལ་དེ་སྒྲུབ་པ་ལ་ཐབས་ལམ་དེ་མ་འདྲ་གཉིས་རེད་བ་གཅིག་དྲག་པོའི་རང་བཞིན་གྱི་སྒོ་ནས་རེད་གཅིག་རྣམ་དཔྱོད་རང་བཞིན་ཟེར་ན་འདྲ་ཐབས་མཁས་རང་བཞིན་གྱི་སྒོ་ནས་བྱེད་གི་ཡོད་རེད་ཤེས་ཟིན་ག་དེ་གཉིས་བར་གྱི་བསམ་བློ་ཟེར་ན་འདྲ་ཐབས་བྱུས་བཏང་སྟངས་ཀྱི་ཆ་ནས་ཨ་ལ་ག་རེ་ཡོད་ཟེར་ན་མ་འདྲ་དམིགས་བསལ་ཡོད་རེད་བྱས་རྗེས་དེ་འདྲ་ཞིག་འདུག་ད་དེའི་ནང་ལས་ཧ་ལམ་དེ་ས་སྐྱ་བན་དེ་དག་གིས་གཅིག་གསུངས་བ་ཡིན་པ་ཡོད་ས་སྐྱ་བན་དེ་དག། ག་ཚད། ས་སྐྱ་ལེགས་བཤད་ཀྱི་ནང་ལ། འདི་འདྲ་ཞིག་འདུག་ག། མང་དུ་ཐོས་ཀྱང་ཆེ་ལ་མི་སྐད་ན་སྨན་གྱིས་དབུལ་བའི་སྨན་པ་མཁས་པ་བཞིན། བཙོད་ལ་མཁས་ཀྱང་བཙོ་འཛུགས་མི་ཤེས་ན་ལྕེ་སྐྱ་བཀྲུས་ནས་སྨྲས་ཀྱང་ལྟོགས་ལྐུགས་པ་ཡིན་གསུངས་པར་བྱས་ཙང་ཀ། ད་སློབ་སྦྱོང་འདྲ་བོ་ཞིག་ག་ཚོད་ཡོད་ན་ལས། ཁ་སོགས་པ་རེད། དེ་ཆེ་ལ་མི་སྐད་ན་དེ་ཤེས་མ་ཤེས་པ་ན་ཟིག་ཡོད་རེད་པ་ད་ཆེས་ཟེར་དེ་ལ་ཡང་ཆོས་ཐོས་རྩོམ་གསུམ་ག་འདྲ་ཞིག་ལ་ཡིན་ན་གོ་གུས་ཡེར་བྱས་ཙང་ཀ་སྐད་ཆ་བཤད་ལུགས་ཀྱི་ཤེས་སྟངས་དེ་མ་ཤེས་པ་ཡིན་ན་ཨ་ནི་ཀ་སྨན་པ་མཁས་པ་གི་སྨན་སྤྲད་མེད་པ་དང་གཅིག་པ་འདྲ་བོ་ཆགས་ཀྱི་ཡོད་རེད་ལག་ལེན་དངོས་ཀྱི་ནང་ལས་ཁོ་གཅིག་ཤེས་བྱ་ནི་སྨན་མེད་ན་གྲྭ་ཡས་ཅང་ཡོད་པ་མ་རེད་བ་འོ་འདི་འདྲ་ཡིན་དུས་ད་ཆོས་ཐོས་རྩོམ་གསུམ་གའི་ནང་ནས་འདི་གསུང་གི་འདུག་བྱས་ཙང་རྩོད་ལ་མཁས་ཀྱང་རྩོམ་རྩོད་མི་ཤེས་ན་སྤྱད་རྒྱ་བཀྲུས་ནས་མེད་ཀྱང་ལྐུག་པ་ཡིན་གསུང་ངེས་གི་ད་སྐད་ཆ་བཤད་ལུགས་ཀྱི་འདི་གསུང་གི་ཡོད་རེད་དོར་ནས་བཤད་ན་ག་རེ་ཡོད་རེད་ཟེར་ན་གཙོ་བོ་དེ་སློབ་སྦྱོང་ག་ཚོད་བྱས་པ་ཡིན་ན་མཐའ་མ་གཅིག་དེ་གར་གོ་བར་སྲིད་ན་ཤེས་ཤེས་འགལ་འཇུག་གོ་བ་རེད། བྱས་ཙང་གཉིས་པ་དེ་ཨ་ནི་རྩོད་པ། གསུམ་པ་དེ་ཨ་ནི་གར་སིག་ཡོད་བར་སྲིད་དུས་རྩོམ་ཆེད་རྩོད་རྩོམ་གསུམ་མཁས་པའི་བྱ་བ་ཡིན་སྲིད་ཀྱི་རེད་པ། བྱས་ཙང་ཀ་འོ་འདི་གསུམ་གྱི་ནང་ནས་ཆད་པ་སྲིད་དེ་ག་རེ་རེད་སྲིད་ན་མི་ལ་སྐད་ཆ་བཤད་བཤད་སྟངས་ཅིག་གོ་དགོས་བ་རེད་བྱས་ཙང་སྐད་ཆ་བཤད་བར་སྲིད་དུས་མི་གཞན་པའི་བསམ་བློའི་ནང་ལ་འཇུག་པ་ཅིག་མི་གཞན་པའི་བསམ་བློའི་ནང་ལ་དེ་ལྟར་རེད་བ་བསམ་བ་བསམ་བློའི་ནང་ལ་འཇུག་པ་ཅིག་གོ་དགོས་རེད་བྱས་ཙང་འདི་བྱས་པར་བྱས་པ་ལ་སོ་སོ་རང་ཉིད་རང་གིས་སྐྱག་བྱས་སྐྱག་པའི་རྐུབ་བཀྱག་ཟེར་འདྲ་བོ་དེ་འདྲས་བྱས་པ་ཡིན་ན་ཨ་ནི་གར་བྱེད་ཀྱི་ཡོད་རེད་ཟེར་དུས་ད་མ་དེ་ཁྱོད་རེ་ཞུགས་རྐྱེན་འདི་ཅི་གང་མེད་པའི་བསམ་དུ་གནས་ཀྱི་རེད། བྱས་ཙང་དེའི་ནང་ལས་ང་རང་ཚོ་ད་དུང་གཅིག་འདུག་ཆེ་བསྟོད་ཅན་ལ་ཆེ་བ་ཡོང་བ་དཀའ། དེ་ཡི་ཐབས་ལ་ཆེ་བསྟོད་བཞག་པ་དགའ། བྱམས་པོ་བྱས་ན་འདྲ་ཡང་སྙན་ལ་སྤྲོ་རྩུབ་བརྗོད་མ་ཟིན་བུ་ཡང་ཞེན་པ་ལོག་སུབ་པར་དེ་ལྟ་འདི་ཁ་ཆེ་བ་ལུས་བསླབ་བྱ་ཡིན་པས་ཡོད་བྱས་ཙང་འཆད་བསྟོད་ཅན་ལ་ཆེ་བ་ཡོང་བ་དཀའ། མི་འཆད་བསྟོད་ཅན་པོ་ང་ཡིན་ཟེར་རོ་ཏག་ཏག་བཟུང་བསྡད་ན། འོ་དེ་ག་རེ་ཡོད་ཟེར་ན། ཆེ་བ་ཡོང་གི་མ་རེད་འཆད་བསྟོད་བྱེད་ཀྱི་རག་གི་མ་རེད་ཟེར་གི་རེད། འོ་ད་འོ་ན་དེ་འདྲས་ཀྱི་ཐབས་ལས་འཆད་བསྟོད་དགོས་ཀྱི་ཡོད་ན་ག་རེ་རེད་ཟེར་ན། འོ་དེ་འཆད་བསྟོད་བྱས་ཏེ་བཞག་ང་གལ་ཆེན་པོ་རེད་ཅིག་ཅིག་ཅིག་ང་ཟེར་གྱི་ཡོད་རེད། འོ་དེ་བཞག། དེ་འདྲས་ཀྱི་ག་རེ་རེད་ཟེར་ན། བྱམས་པོ་བྱས་ན་འདྲ་ཡང་གཉེན་ལ་འགྲོ་བྱས་པ་རེད། བསམ་ཤེས་བྱས་མི་གཞན་པ་ལྐུག་བཤད་ཡག་པོ་བྱས་པ་ཡིན་ན། ཕ་རོལ་པོ་དགྲ་དེ་ཡང་གཉེན་ལ་འགྲོ་གི་རེད། རྩུབ་རྩོད་མ་ཟིན་བུ་ཡང་ཞེན་པ་ལོགས། ཨོ་ད་སྤྱོད་པ་རྩུབ་པོ་བྱས་དེ་འདྲ་བྱས་བ་ན་བུ་ཡང་ཞེན་པ་ལོགས། ཨོ་བྱས་ཙང། འདི་ཚོ་ཚང་མ་གར་ཆགས་དགོས་བར་ཟེར་ན་ང་རང་ཚོ་གི། བོད་པ་གི་ཤེས་རིག་ནང་ལས་བོད་པའི་རིག་གཞུང་གི་མ་ལག་ཟེར་ན་འདྲ་བོད་པའི་རིག་གཞུང་གི་ཁྱབ་ཁོངས་ནང་ལས་གཏིང་རིང་པོ་ཡོད་ད་བ་དེ་འདྲ་རེད་བ་ད་འདི་ཚོ་ང་རང་ཚོ། ཁ་ཆེ་ཕ་ལུའི་བསླབ་བྱ་ཟེར་དུས་ད་བསླབ་བྱ་དེ་རེད་བ་ད་མང་པོ་གི་ཡང་དེ་རྩོམ་རིག་གི་རྣམ་པ་ལས་བལྟས་ཅེས་གསུང་མཁན་དེ་འདྲ་ཡང་ཡོད་རེད་བ་ད་རྩོམ་གྱི་ལྕགས་སྟངས་ད་འདི་རེད་ཡིན་པས་ན་གཙོ་བོ་སྙིང་པོ་དེ་ག་རེ་རེད་ཟེར་དུས། བསླབ་བྱ་རང་ལས་གོ་དགོས་སྐོར་བ། སློབ་གསོ་རང་རེ་བ། བྱེད་ཚད་དེ་ཚོའི་གྲས་དེ་ང་ཚོ་ནང་ཁུལ་གྱི་དུས་རྒྱུན་གྱི་སྤྱི་ཚོགས་ནང་སྦྱར་ན་ཕྱི་རྒྱལ་གྱི་བྱེད་སྟངས་དང་གཅིག་པ་གཅིག་རྐྱང་ཆགས་འགྲོ་གི་འདུག་བ། བྱེད་སྟངས་ཨོ་དེ་འདྲ་ཡིན་དུས་ཨ་ནི་གི་དོན་དག་གི་ཆ་ནས་ཚང་མ་ཡག་པོ་ཡོད་དེ་བས་གནས་སྟངས་དེ་འདྲ་རེད་གསུངས་པ་རེད། བྱས་ཙང་ཀ་དེའི་ད་ག་ནང་བཞིན་ཁྱེད་རང་ཚོ་སྐད་ཆ་ག་འདྲ་ཞིག་བཤད་པའི་སྐབས་ལ་ཡིན་པ་ཡིན་ན་ལས་ཨ་ནི་གར་སོ་སྐོར་བས། བསམ་བློའི་ནང་ལོགས་ལས་ག་རེ་བར་ཟེར་ན་མི་གཞན་པ་གི་སྐད་ཆ་མི་གཞན་པའི་གནས་སྟངས་ཀྱི་སྒང་ནས་ཨ་ནི་བསམ་ཤེས་བྱས་པའི་ཐོག་ནས་ཨ་ནི་ཅིག་བྱས་པ་ཡིན་ན་ད་དུང་ཕན་པ་ཅིག་ག་རེ་ཡོད་བར་ཟེར་ན་ཨ་ནི་དེ་ལ་དཔེ་མཚོན་བྱས་འདུག་བྱས་ཙང་འདི་ཨོ་སི་ཀྲོ་ལི་ཡ་ལ་རེད་བྱ་ངོ་མ་ཨོ་ད་གྱི་མེད་ཅིག་གིས་མོ་འདྲ་ཞིག་ཉོས་མོ་འདྲ་ཉོས་རྗེས

རེད་བ། བྱས་ཙང། རྦད་དེ། ང་ཁྱོད་རང་ལས་ཆ་བཤད་ན་རྙོག་དྲ་ཚ་པོ་ཆགས་བསྡད་ཀྱི་ཡོད་རེད་ད་ང་འཛད་སྤྱོད་པ་རྙོག་དྲ་ཅན་ཅིག་རེད། ཨ་འདི་འདྲ་བཤད་དུས་ཨ་ནི་ཁོ་ཕ་རོལ་པོ་གིས་ཁོ་པའི་ཤ་དུག་འགས་དེ་ཨ་མ་ཏིག་ཅིག་བསམ་བློ་ལྷོད་ལས་བབས་ཅེ་ལྷུག་ལྷུག་ཆགས་ཡོད་འདུག་ད་སྐྱོན་ཡོད་མ་རེད་ཁྱེད་རང་གཅིག་པུ་མ་རེད་ང་ལས་དེ་རྙོག་དྲ་ཁྱེད་རང་ལས་ཚགས་མང་པོ་ཡོད། བོད་ཤག་མ་བཀྲལ་བ་མ་ཟད་སྐྱག་རེད་སྐྱག་རྐན་ཡང་མང་པོ་ཞོགས་ཀྱི་ཡོང་གི་འདུག་ཨ་ཡིན་པ་ཡིན་ན་ཁྱེད་རང། དེ། ཨ་ནི་ལྟ་བའི་བརྒྱ་དང་ཉི་ཤུ་རྩ་གཉིས་ལམ་སང་སྤྲད་མ་ཐོག་ན། ཨ་ནི། སྒོར་མོ་ཉི་ཤུ་ཅིག། སྤྲད། ཟླ་བ་དེ་གི་ཟླ་མཇུག་དེ་ལ་སྔོན་ལས་དེ་སྤྲད་ཐུ་བ་ཞིག་བྱས་ཅི་ལ་ལབ་སོང་བྱས་པ་རེད་བྱས་ཙང་ཀ་མོས་འོས་ག་རེ་རེད་ཕ་རོལ་པོ་བསྡད་ས་ལས་དེ་ཨ་ནི་སྐད་ཆ་དེ་བཤད་དུས་ཨ་ནི་སོ་སོའི་དོན་དག་དེ་ཏག་ཏག་འགྲུབ་པ་རེད་བྱས་ཙང་ཀ་ད་ཀྱི་ཡ་གི་ཁ་ཆེ་བ་ལུག་གི་གསུང་ཡས་དེ་རེད་བྱས་ཙང་རང་དོན་འགྲུབ་དགོས་ཡོད་ན་ག་རེ་ཡོད་རེད་ཟེར་ན། སྟོང་པ་ཁ་ཡིས་ཁེངས་པའི་དོན་རྩ་རླུང་དེ་འདྲའི་ཐབས་ལ་དམའ་ས་བཟུང་བ་དགའ་ས་ཡས་གི་སྐད་ཆ་དེ་གང་ནས་ཨོ་དེ་རེད་བྱས་ཙང་ཀརྨ་བསད་སོང་བའི་མི་ལ་ག་འགན་མང་སྲིད་དེ་ཀ་གནས་བབ་དེ་གཅིག་པ་གཅིག་རྐྱང་སླེབས་བསྡད་དགོས་བ་རེད་དེ་འདྲས་བྱས་རྗེས་ཨ་ནི་གར་བྱས་བར་ཟེར་ན་དོན་དག་དེ་འགྲུབ་བ་རེད་ད་མོ་ལམ་སང་བརྒྱ་དང་ཉི་ཤུ་ཚང་གཉིས་སྤྲད་གོ་མེད་དགོང་མོ་ཉི་ཤུ་དང་བ་ད་སྤྲད་ད་ཚང་མ་སྤྲད་གོ་རེད་དེ་ལམ་སང་དེ་མེ་ནི་མ་འཕེན་མེ་ནི་ཟིག་རེད་བ་ཉུང་མཐར་སྤྲད་གོ་ཡ་གི་བས་ཤག་ཨོ་འདི་འདྲས་ཆགས་སོང། ཨོ་དེ་ཡས་ནས་ད། འདི་འདྲ་འདུག་བྱས་ཙང་ཀ། ནམ་ཀུན་ནས་ང་རང་ཚོ། ཁོ་རང་དཔེ་མཚོན་གྱིས་ག་རེ་གསུང་བྱས་ཟེར་ན་དེབ་ཅིག་གི་ལུང་འདྲེན་གནང་རྗེས་ནམ་ཀུན་ནས་མི་ཅིག་ཁྱེད་རང་ཡ་གའི། བཅར་འདྲི་འདྲ་བོ་དེ་འདྲ་བཅར་འདྲི་བྱས་པ་ཡོད་རེད་པ་ད་ལས་ཀ་དང་དེ་འདྲ་ལས་བཅར་འདྲི་བྱེད་ཀྱི་རེད་པ་ལས་ཀ་དེ་འདྲ་མ་བྱས་གོང་ལས་དང་པོ་ཁྱེད་རང་གི་བསམ་བློའི་ནང་བློ་ལས། ཕ་སྐད་འགྲོ་དགོས་བསམ་ན་འགྲོ་དགོས་བསམ་བྱའི་སྐད་ཆ་བཤད་ཡས་དེ་ཚོ་ཆ་ཚང་གྲ་སྒྲིག་མེད་པ་ཡིན་ན་དམའ་མཐའ་ས་ལས། ཨ་ལ། བས་ཕ་མ་འགྲོ་གོང་ལས་བས་གོམ་པ་རྒྱམ་དྲ་བྱས་བསམ་བློ་བཏང་ག་རྒྱུ། བསམ་བློ་བཏང་རྗེས་ག་རེ་བཤད་དགོས་མིན་དང་དེའི་དེ་ཆ་ཚང་ཅིག་ཧ་གོ་གོ་བ་རེད། དེ་བྱུང་བ་ཡིན་ན་ཨ་ནི་ག་རེ་བྱ་དགོས་བར་སྲིད་དུས་རང་བཞིན་གྱིས་ཨ་ནི་བསམ་བློའི་ནང་ལས་བང་བསྒྲིགས་ཡས་ཅིག་དང་ཨ་ནི་ཕ་རོལ་པོ་གི་གནས་བབ་དེ་ཆ་ཚང་ཅིག་ཤེས་དགོས་དུས་ཨ་ནི་དེ་འདྲས་ཡོང་དགོས་བ་རེད་བྱས་བྱས་དེ་རེད་བྱས་ཡས་ཙང་ཁ་དེ་འདྲས་ཡིན་དུས། ད་ད་ལན་ཁྱེད་རང་གིས་དེབ་དེ་གློ་བའི་རྗེས་ལ་སི་ཡར་ད་དེབ་ཀྱི་སྙིང་དོན་འགྲོགས་ཤིག་གློ་བའི་རྗེས་དེ་ལ་རྡོག་རྡོག་རིག་རིག་དེབ་གཅིག་གིས་ག་རེ་བཟོ་དགོས་རེད་པས། མི་གཞན་པ་གིས་དེབ་དེ་གི་སྙིང་པོ་ལག་ལེན་ར་བ་ཞིག་རྡོག་རྡོག་ཚུགས་ལན་ཡེ་དེ་ཨ་ནི་ཁྱེད་རང་གི་རང་ཉིད་བསྡད་ས་ལས་མི་བཞག་མི་བསྡད་ས་ལས་རང་ཉིད་བཞག་ཅེས་ཨ་ནི་ཕ་རོལ་བོ་གི་བསམ་བློ་བཏང་ཆོག་ཕ་རོལ་བོ་གི་གནས་བབ་ཀྱི་སྒང་ནས་བལྟ་ཐུབ་པ་བྱེད་ཐུབ་པ་ཡིན་ན་ཨ་ནི་དེ་ག་རེ་རེད་ཟེར་ན་ཁྱེད་རང་ལས་དེབ་དེ་རག་པའི་ལག་རྟགས་དང་མ་སོང་གཅིག་བྱས་དེ་ག་རེ་བྱེད་གི་བར་ཟེར་ན་ཁྱེད་རང་གི་མ་འོངས་པ་མི་གཟིགས་དུས་ལམ་ཟེར་ན་འདྲ་ད་ཡག་མིན་ན་ལས་རིགས་ག་རེ་ཡིན་ན་དེའི་ནང་ནས་གོམ་སྟབས་ཡག་སྤོས་ཀྱི་སྐད་གཟིགས་དང་མ་སོང་ན། རྐང་སྟན་འགྲོ་གཅིག་ཆགས་ཀྱི་ཡོད་རེད་ཟེར་གྱི་དེ་རེད་བྱས་ཙང་མི་ལས་ག་དུས་ཡིན་ན་ལས་བསམ་ཤེས་བྱེད་ཐུབ་པའི་ག་དུས་ཡིན་པ་ཡིན་ན་མི་གཞན་པའི་བསམ་བློ་གནས་པ་མི་གཞན་པ་ལས་བསམ་ཤེས་བྱེད་ཐུབ་པ་བྱེད་དགོས་ཡོད་དེ་གལ་ཆེན་པོ་རེད་བྱས་རྗེས་རྡོག་རྡོག་དེ་རེད་བྱས་ཙང་དེ་ཚོའི་གྲས་དེ་དག་ང་རང་ཚོ་བསམ་གྱི་གར་སོ་གར་བས་ག་དུས་ཡིན་པ་ཡིན་ན་བསམ་བློ་བཏང་ཤེས་པ་ཅིག་དང་མི་གཞན་པའི་སྟེང་བཀག་ནས་བསམ་ཤེས་བྱེད་ཐུབ་པ་བྱས་དེ་གལ་ཆེན་པོ་རེད་འདུག་ག། འོ་དེ་འདྲ་བཞག་ཡོད་དོ་ཐག་སྣ་ཤེས་དེའི་ནང་ལས། ས་སྐྱ་ལེགས་བཤད་ནང་ལས་གཅིག་ཏུ་ད་དེའི་ང་ཚོ་འདྲ་བོ་འདྲ་བོ་རེད་བཞག་ད་འདྲ་འདི་ཚོ། སེམས་ཅན་གཞན་དང་རྗེས་མཐུན་པའི་སྤྱོད་པ་བཤད་ན་མཁས་པ་ཡིན་རེད་པ། སེམས་ཅན་གཞན་དང་རྗེས་མཐུན་པའི། སྤྱོད་པ་བཤད་ན་མཁས་པ་ཡིན། ད་ང་ཚོ་འདི་དང་ག་རེ་འདྲ་བོ་ཡོད་ཟེར་ན་ང་ཚོ་དོར་བ། རྟོག་པ་ལྷ་དང་མཉམ་ཀྱང་ག་ས་རེད། སྤྱོད་པ་མི་དང་བསྟུན་ཟེར་རོ། ད་རྗེས་ཕྱོགས་དེ་དེ་ག་རེ་རེད་ཟེར་ན་ང་ཡིན་ང་ཡིན་ཟེར་དེ་མ་གཞི་གསུང་གི་ཡོད་རེད་པ་ང་ཚོ་སྐད་ཅིག་རྒྱབ་ཀྱི་སྐད་ཆ་གོ་གོ་བ་ལེན་དགོས་དགོས་དེ་རེད་པ། ཨ། སྤྱོད་པ་མི་དེ་དོན་ཟེར་དུས་ག་རེ་ཟེར་གི་ཡོད་རེད་ཁྱོད་རང་ག་ཚོད་སློབ་སྦྱོང་ཡག་པོ་ཡོད་ན་རེད་ཁྱོད་རང་ལ་རྒྱུ་ནོར་ག་ཚོད་ཡོད་ན་རེད་མཚན་སྙན་གྲགས་ག་ཚོད་ཡོད་ན་མཐའ་མ་བབ་ས་དེ་ག་བ་བབ་བསྡད་དགོས་རེད་ཟེར་ན་མི་གི་སྤྱི་ཚོགས་ལ་བབ་བསྡད་དགོས་དུས་མི་དང་བསྟུན་བསྡད་དགོས་གི་ཡོད་རེད་ཟེར་དེ་རེད་པ་འོ་ཐད་གཅིག་པ་དེ་སེམས་ཅན་གཞན་དང་རྗེས་མཐུན་པའི་སྤྱོད་པ་བཤད་ན་ཨ་ནི་མཁས་པ་ཡིན། ད་མཁས་པ་ཟེར་དེ་ལ་ཁོ་མཁས་པ་ཡིན་གཅིག་མིན་གཅིག་དེབ་ཀློག་ཡས་མཁས་པ་དེབ་ཀྱི་རིག་པའི་གཞུང་ལུགས་མཁས་པ་གཅིག་པོ་མ་རེད་བྱ་བ་ག་འདྲ་ཞིག་ལ་མཁས་པ་ཡོད་ན་དེ་མཁས་པ་ཆགས་དགོས་རེད་བ་བྱས་ཙང་སེམས་ཅན་ཞེ་དང་བརྗོད་བྱའི་མཐུན་པའི་སྤྱོད་པ་བྱས་ན་མཁས་པ་ཡིན་དུད་འགྲོ་ཡིན་ཡང་རིགས་མཐུན་ནམ་ཁྱུ་ཅིག་ཏུ་ནི་མི་གནས་སམ་དེབ་དོན་དཔེ་གི་སྒོ་ནས་གསུང་དགོས་རེད་བ་ལྟོས་དང་དུད་འགྲོ་ཡིན་པ་ཡིན་ན་ཁོ་རང་ཚོ་ཁྱུག་ནང་ལས་གནས་བསྡད་གི་འདུག་བ་ཁོ་རང་ཚོ་ཁོ་རང་ཚོ་མཐུན་འགྲོ་གི་འདུག་བ། མཐུན་པའི་ཆ་དེ་མཐུན་པའི་ཆ་དེག་ཏུ་བས། བྱས་ཙང་ང་རང་ཚོ་མི་རེད་བས། མི་ཡིན་དུས་ཨ་ཅེ་གཅིག་ལ་སྟེ་རིགས་ཁུལ་གྱིས་གསོད་དགོས་ཡས་ཅི་དང་ཅི་གཅིག་ལ་མེ་མདའི་ཁུལ་གྱིས་ཞུགས་དགོས་ཡས་ཡོད་མ་རེད། འོ་ན་ག་རེ་རེད་ཟེར་ན། ཨ་ནི་དེ་ཅི་གཅིག་ལ་ཕན་ཚུན་ཅི་གཅིག་ལ་མཐུན་པ་བྱས་ན་ཨ་ནི་ག་རེ་ཡོད་ཟེར་ན་མཁས་པ་དེ་རང་བཞིན་དེ་ཆགས་དགོས་ཡས་རེད། འོ་དེ་བྱེད་དུས་ཨ་ནི་དོན་དག་གི་སྒོ་ནས་ག་རེ་ཡིན་ན་ལ་ཆ་ཚང་ཞིག་བཤང་ཐུབ་ཡས་ཀྱི་གནས་སྟངས་དེ་རང་བཞིན་ཡོད་པ་རེད་ཟེར་གྱི་རྡོག་རྡོག་དེ་རེད། བྱས་ཙང་ད་དེ་ཚོ་བྲལ་ཏེ་ང་ཚོ། ཕྱི་རྒྱལ་གྱི་བཤད་སྟངས་དེ་དང་ང་ཚོ་ས་སྐྱ་ལེགས་བཤད་ཟེར་རོ། ཆུ་ཤིང་བསྟན་རྒྱས་ཟེར་རོ། དགའ་ལྡན་ལེགས་བྱས་ཟེར་རོ། ད་དུང་གར་དུ་བས། ད་ད། དེ་འདུག་ག། ཁ་ཆེ་ཕ་ལུའི་བསླབ་བྱ་ཟེར་ད་དུང་འགའ་ཤས་ཤིག་འདུག་ད་མ་ལེགས་བཤད། ལེགས་བཤད་རིན་པོ་ཆེ་གཏེར་ཟེར་རོ། མང་པོ་འདུག་ག། ཨོ་ད་དེ་ཚོའི་གྲས་ལས། ཨ་ནི་དེ་ནི་མ། ཟི་དང་ཨ་ནི་འདྲ་བོ་འདྲ་བོ་གཅིག་པ་གཅིག་རྐྱང་འདྲ་བོ་ད་དེ་ཚོའི་གྲས་དེ་ང་རང་ཚོ་གར་ཡོད་ཟེར་ན། མི་ཚེ་ནང་ལ་བསམ་བློ་བཏང་གིན་བཏང་གིན་བྱས་པ་ཡིན་ན། ཨ་ནི། ཏན་ཏན་ཁོ་རང་ཕན་ཡོད་ཡོད་པ་ཞིག་དེ་ཡང་ག་རེ་རེད་ཟེར་ན། ད་བཤད་བ་ཙམ་མ་རེད་པ་ལག་ལེན་འགྲོ་དགོས་རེད་པ། ག་དུས་ཡིན་ན་སྦྱང་གིན་སྦྱང་གིན་སྦྱང་གིན་སྦྱང་གིན་མི་ཟེར་དེ་ག་རེ་ཡོད་རེད་ཟེར་ན་ཉོན་མོངས་ངར་སྐྱ་ཁོང་ཁྲོ་ཕྲག་དོག་དྲན་སེམས་ཚང་མ་འཛོམས་དེ་ག་རེ་ཡིན་པ་ཡིན་ན་ཁོ་བྱེད་གི་ཡིན་བྱེད་གི་ལེ་ཨ་རེ་ང་ར་ཚང་མ་གོམ་གོམ་གོམ་ན་གོམ་གོམ་ཡས་ཡོད་པ་དེ་ཨ་རེ་རང་བཞིན་གྱི་ཆོས་ཉིད་ཅིག་རེད་པ་ག་ཚད་གོམ་ན་བརླ་བར་མི་འགྱུར་པ་དངོས་དེ་གང་ཡང་ཡིན་མ་ཡིན་ཡོད་མ་ཡིན་གསུང་བའི་སྦྱོར་བ་ཞེས་དང། ང་རང་ཚོ་སྒོམ་གྲོགས་བརྒྱ་ཡིན་ན་རེ་བྱམས་སྙིང་རྗེ་དེ་ཡང་སྒོམ་སྒོམ་སྒོམ་སྒོམ་སྒོམ་ནས་ཨ་ནི་བྱམས་སྙིང་རྗེ་གི་བློ་དེ་ག་རེ་ཆགས་འོང་བར་བྱམས་སྙིང་རྗེ་གི་ངོ་བོ་ལ་འགྱུར་ཐུབ་པ་དགོས་གི་རེད་གསུང་གི་འདུག་བ་ཞེས་དང་ཀ་དེ་ཡིན་དུས་སྒོམ་ན་ཨ་ནི་རང་བཞིན་གི་ཡོད་འདུག་བ་དཔེར་ན་ང་རང་ཚོ་དང་པོ་མོ་ཏྲ་སྦྱང་དུས་ནས་ཁྱོད་ནི་ཡོང་གི་མི་འདུག་བ་ཞེད་སྣང་སྐྱེ་སྐྱེ་སྐྱོ་སྐྱོ་སྐྱོ་ཤོག་ཆ་མང་པོ་ཡོད་འདུག་བ་ཡང་རྐང་འཁོར་སྦྱང་དུས་ཡིན་ན་ཡར་རེ་མར་རེ་ཐག་ཞོག་ཅིག་བ་ཡིན་ན་ཡང་སྒོ་གཏང་གིན་གཏང་གིན་ད་གོམས་སོང་ན་ཨང་ག་རེ་ཆགས་པ་རེད།